ཚང་མའི་ནང་སྤྱོད་པའི་མཐུན་རྐྱེན་མེད་དུ་མི་རུང་བ་ཞིག་ཡིན། དཔེར་ན། ལོ་གསར། ཁང་གསོའི། གཉེན་སྒྲིག་སོགས་རྟེན་འབྲེལ་གྱི་བྱེད་སྒོ་ཡོད་རྒུ་མཐའ་དག་ལ་གྲོ་སོ་ཕྱེ་མར་བེད་སྤྱོད་བྱེད་ཀྱི་ཡོད། གྲོ་སོ་ཕྱེ་མར་བེད་སྤྱོད་གཏོང་བའི་སྲོལ་དེ་ཆགས་ནས་ལོ་རྒྱུས་རིང་པོ་ཕྱིན་ཡོད་ཚོད་འདུག་བཤད་སྲོལ་དུ་ཆོས་རྒྱལ་སྲོང་བཙན་གྱི་གོང་དུའང་ཕྱེ་མར་བེད་སྤྱོད་གཏོང་སྲོལ་ཡོད་འདུག། འོན་ཀྱང། ད་ལྟ་བེད་སྤྱོད་བཏུང་བའི་ཕྱེ་མར་ལྟ་བུའི་རྒྱས་སྤྲོས་ནི་མེད། ཕྲན་བུ་སྟབས་འགྲིག་ཞིག་ཡིན་ཚོད་འདུག། གྲོ་སོ་ཕྱེ་མར་བེད་སྤྱོད་གཏོང་སྲོལ་དེ་ཆགས་པའི་གཙོ་བོའི་འབྱུང་རྩ་གཉིས་ཙམ་ཡོད་པ་སྟེ། གཅིག་ནི། སྲོལ་དེ་དར་བའི་བསམ་པའི་རྨང་གཞི་གང་ཡིན་པ་དང། ཆ་རྐྱེན་གང་འདྲ་ཞིག་གི་རྐྱེན་པས་བསམ་པའི། དངོས་གཞི་འདི་ཆགས་པ་ཡིན་ཟེར་ན། དེའང། བོན་ཆོས་ཀྱི་ཤུགས་རྐྱེན་ཐེབས་པ་ནི་ཅུང་གསལ་པོ་ཞིག་ཡིན། གང་ལགས་ཤེ་ན། སྔོན་བོན་པོ་ཚོས་ལྷ་གསོལ་བ་དང་གཡང་འགུགས་པ་སོགས་ཀྱི་ཆོས་ཀ་བྱེད་སྐབས། ངེས་པར་དུ་ཕྱེ་མར་དགོས་ཀྱི་ཡོད་ཅིང། ཕྱེ་མར་ནི་ཆོས་ཀ་བྱེད་པའི་མཐུན་རྐྱེན་མེད་དུ་མི་རུང་ཞིག་ལ་བརྩི་ཡི་ཡོད། བོན་ཆོས་དར་བ་དང་ཆབས་བཅར་དུ། སྲོལ་དེ་རིམ་བཞིན་དམངས་ཁྲོད་དུ་ཡང་དར་ཁྱབ་ཏུ་ཕྱིན་པ་ཡིན། གོང་གསལ་དཔེ་མཚོན་ལ་གཞིགས་ན། བུད་མེད་ཁྲོ་ཚོ་ཕྱེ་མར་བཙོས་སྲོལ་དར་བའི་བསམ་པའི་རྨང་གཞི་ནི་བོན་ཆོས་ཀྱི་ཤུགས་རྐྱེན་རང་ལས་བྱུང་བ་ཞིག་ཡིན། གཉིས་ནི་སྐབས་དེའི་ཐོན་སྐྱེད་ནུས་ཤུགས་འཕེལ་རྒྱས་ཀྱི་ཆུ་ཚད་དང་འབྲེལ་བ་ཡོད་པ་ཞིག་ཡིན། དེ་དུས་བུད་མེད་རྣམས་ཞིང་འབྲོག་གི་ལས་ཁོ་ནར་བརྟེན་ནས་འཚོ་གནས་བྱེད་དགོས་པ་ཞིག་ཡིན་སྟབས། ཞིང་འབྲོག་ལ་བསྔགས་བརྗོད་དང། ཞིང་ལས་དང་འབྲོག་ལས་ལེགས་པོ་ཡོང་བར་རྟེན་འབྲེལ་ཆེ། གྲོ་སོ་ཕྱེ་མར་སྒྲིག་གཤོམ་བྱེད་པ་ཡིན་ཟེར་ན་ཡང་ཆོག་པ་ཡིན། མི་རིགས་གང་ཞིག་ཡིན་ཡང་དེའི་བྱེད་སྤྱོད་གཙོ་བོ་ནི་ཡུལ་སྲོལ་གོམས་གཤིས་དང་སྐད་ཡིག་ལེགས་བྱང་དག་ཡིན་ལ། རང་རེ་བོད་ལ་མཚོན་ན་ཡང་ཡུལ་སྲོལ་གོམས་གཤིས་སོགས་ཁྱད་ཆོས་དམིགས་བསལ་གང་མང་ཞིག་ཡོད་པ་ནི། བོད་ཀྱི་ལོ་གསར་སྐབས་སྦྱོར་ཆུ་གུ་དོག་སོགས་ལ་ཁྱད་པར་མེད་པར་ཁྱིམ་ཚང་རེ་རེ་ངོས་ནས་སྒོ་དང། གྲོགས། གཙང་ཆེ། རྩེ་བྲོ། ལོ་གསར་མེ་ཏོག། ཚོན་ལྡན་གྱི་སྙེ་མ་བཅས་ལས་གྲུབ་པའི་གྲོ་སོ་ཕྱེ་མར་གསར་དུ་བཟོས་ནས། མཆོད་ཤོམ། འཆའ་སྒམ་སྟེང་དུ་བསྒྲིགས་ནས་སྐུ་མགྲོན་སོགས་ཕེབས་རིང་ཞིང་ཐོག་མར་ཁྱིམ་བདག་གིས་གྲོ་སོ་ཕྱེ་མར་བཏེགས་པ་དང། ཕྱེ་མར་དང་ཆང་གུད་འབུལ་སྐབས། ལོ་གསར་ཡིན་ན་འབུལ་མེད། བཀྲ་ཤིས་བདེ་ལེགས། ཞེས་འབུལ་བ་དང། ལེགས་མེད། བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས། ཨ་མ་བ་ཕྲུག་ཀུན་ཁང་བཟང། གཏན་དུ་བདེ་བར་ཐོབ་པར་ཤོག། གོང་ནས་གོང་དུ་འཕེལ་བར་ཤོག། ཅེས་དང། ལོ་སར་མིན་པའི་རྟེན་འབྲེལ་བྱེད་སྐབས་ཕྱེ་མར་འབུལ་མི་དང་ལེན་མི་གཉིས་ཀས། བཀྲ་ཤིས་བདེ་ལེགས་ཟེར་བ་ལས་དེ་མིན་རྣམས་ཟེར་སྲོལ་མི་འདུག་དེ་ནི། བོད་མི་རིགས་ཀྱི་ལོ་སར་ལ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པའི་རྟེན་འབྲེལ་མཚོན་པར་བརྩི་གི་ཡོད། གྲོགས་ནི་ཁ་བྲོ་བ་ཡོང་བའི་མཚོན་རྟགས་དང། བརྩམས་ཆེན་ནི། བདུད་ཚུལ་རིགས་བདུད་རྩིའི་ཟས་ལ་ལོངས་སུ་སྤྱོད་པའི་རྟེན་འབྲེལ་མཚོན་བྱེད་ཡིན་པར་གྲགས། འདི་ནི། བོད་རྟེན་འབྲེལ་གྱི་བདག་པོ་ཡིན་ཟེར་བ་བཞིན། རང་རེ་བ་ཚོའི་ཐུགས་ལ་ངེས་པར་དུ་དགོས་པ་མང་པོ་ཞིག་ཡོད། རང་རེའི་སྲོལ་རྒྱུན་འདི་དག་ཡིག་ཐོག་ཏུ་འཇོག་མ་ཐུབ་ཚེ་སྤྱི་ཚོགས་དང་འཚོ་བའི་ཁ་སྟབས་ལ་འགྱུར་བ་ཆེས་ཆེར་ཕྱིན་ཏེ། དེང་རབས་ཅན་དུ་འགྱུར་བའི། སྒྱུ་འཕྲུལ་ལས། ཉམས་སྣ་འཕངས་པའི་རང་རེའི་ཡུལ་སྲོལ་མང་པོ་ཞིག་གོ་ལ་འགྲོ་ཉེན་ལྕི་བས་འཆི་བར་བརྟེན། རང་རེའི་རྒྱུན་ཤེས་ཀྱི་སྒོ་ལ་ཉམས་འཇོག་ཆེན་པོ་གནང་དགོས་པ་མཐོང། མདོར་ན། མི་རིགས་བླ་མིའི་ཡང་ཡུལ་སྲོལ་གོམས་གཤིས་སོགས་ལ་འབྲེལ་ནས་ཡོད་པས་སོ།